དྲ་གྲོགས་གླིང་སྐྱེ་ཁམས་བཟང་བོས་སྐྱིད་ཀྱི་ལམ་ནས་དབྱིན་ཇིའི་ལྗོངས་ཐབས་ཞེས་པའི་ལེ་ཚན་ཉེར་ལྔ་པ་འདི་ནང་ལ། དེ་རིང་ལྷན་རྒྱས་ལས་ཡག་ཡང་བསྐྱར་དཔེ་དེབ་གསར་བ་ཞིག་ངོ་སྤྲོད་ཞུས་ཡོད་ལྟ་འདི་ནང་གི་ཚིག་གསར་དག་ནང་དོན་དུ་སྨྲ་ངོ་སྤྲོད་ཞུས་ཡིན། ད་རིང་གི་དཔེ་དེབ་དེའི་མཚན་ལས་ཡག Time Management Time Management Studies ཟེར་བ་ལས་ཡག་དུས་ཚོད་སྟངས་འཛིན་འམ་བཀོལ་སྤྱོད་བྱེད་པ་ལས་ཡག།

ཁྲི་རི་ལ་ཡི་ལ་ཡ་འདུས། ཚིག་ས་དེའི་ལ་ཡ། ཚིག་གྲུབ་ཀྱི་ལམ་ནས་འདུས། རྣམ་པ་ཚོ་ལ་ངོ་སྤྲོད་བྱས་པས་ན་འདུས་ཞེས་བྱ། ཡུལ་མེ་རི་ལ་ཡ་ཨོན་མིན། ཡུལ་མེ་རི་ལ་ཡ་ཨོན་མིན་ཟེར་དུས་བསམ་པ་ལ་ཡ། ཁྱེད་རང་ང་ལ་ཡ་བློ་མཁས་ན་བྱུག་རེད། ཡུལ་ཟེར་དུས་བསམ་པ་ལ་ཁྱེད་རང་བྱས། མེ་བློ་ན་ཆོག་བྱས། རི་ལ་ཡ་ཟེར་དུས་བསམ་པ་ལ་ཡ།

He was a arrogant man He was a arrogant man ཟེར་དུས་སེམས་པ་ལ་ཁོང་ནི་མི་ང་རྒྱལ་ཅན་ཞིག་རེད། He ཟེར་དུས་སེམས་པ་ལ་ཁོ་རང་བྱས was ལ་ནི་རེད་བྱས། a arrogant ཟེར་དུས་སེམས་པ་ལ་ཡ་མི་ང་རྒྱལ་ཅན། སུས་སུས་སུ་ཞུ་བོ་ཡིན་བྱས་ཞེས་ལ་ཡིན་དེ་འདྲས་ལ་ཡ་ཟེར་བ་རེད man ལ་ནི་མི་རེད་བ། དོན་དུ་ཁོ་རང་མི་ང་རྒྱལ་ཅན་ཞིག་རེད་ང་རྒྱལ་ཚ་བོ།

རྒྱུ་ནོར་དུ་བཏང་བ་དེ་ལ་ཡང་སྤེན་ཟེར་བྱེད་ཅིག་གོ་གོ་རེད་ལ་ད་ནང་བཞིན་གྱི་ངས་དུས་ཚོད་མང་པོ་ཞུགས་ཤིག་བཏང་ཡིན་ཟེར་དུས་སུ་མི་དེ་དུས་སྐབས་སོན་ཡང་དུས་ཚོད་གཏོང་བ་ལ་ཡང་ཡང་སྤེན་ཟེར་བྱེད་ཅིག་གོ་གོ་རེད་སྐབས་དེ་ལས་ངས་དུས་ཚོད་དང་བརྒྱ་བྱིན་རྣམས་ཚོ་ལ་ཡང་པོད་ཅུ་ངོ་སྤྲོད་ཤོད་ཡིན I spend my free time with my student I spend my free time with my student ཟེར་དུས་སེམས་པ་ལ་ངས་དུས་ཚོད་སྟོང་པ་སློབ་ཕྲུག་མཉམ་དུ་གཏོང་གི་ཡོད

ཨེ་མཐའ་མ་དེ་ལ་ངས་ད་རིང་གི་ནི་དེབ་དེ་གི་ནང་དོན་གཙོ་བོ་ག་རེད་འདི་ཞུས་ཡིན་ཨེ་དེབ་དེ་གི་ནང་དོན་གཙོ་བོ་ག་རེད་ཞུས་པས་ན་ཨེ་ནི་ང་ཚོ་ཚང་མ་ལོག་ལ་ཡ་འདུག་ས་དེང་སང་དུས་ཚོད་མ་འདང་བའི་དཀའ་ངལ་ཞུ་བ་ཞུ་རེད་ས་ཚང་མ་ལོག་མི་ཚང་མ་ལོག་ག་དུས་ནས་ལས་བྲེལ་ལ་འཚུབ་འཚུབ་ངང་འདུག་བསྡད་གོ་རེད་དེ་ཡིན་དུས་བསམ་པ་བྲེལ་ལ་འཚུབ་འཚུབ་ངང་བསྡད་དེ་ཨེ་ནི་ཁྱེད་རང་གཅིག་པོ་ལས་དུས་ཚོད་ཉུང་དྲགས་པའི་རྐྱེན་དེ་འདྲ་མ་རེད་ས་ང་ཚོ་མི་ཕྱུག་པོས་ནི་རེད་སྐྱོ་བོས་ནི་ལི་རེད། མི་ཚང་མ་ལོག་ལ་ཉི་མ་གཅིག་ལ་ཡ་ཆུ་གཉིས་རྩ་བཞི་ཡོད་རེད། ཡིན་ནའི་ལེ་ང་ཚོ་དེ་ལི་ཆུ་གཉིས་རྩ་བཞི་དེ་ག་འདྲེས་བེད་སྤྱོད་གཏང་དགོས་ཡོད་མེད་དེ་དེ་སོ་སོའི་ལག་པ་ལ་ཡོད་རེད། དེ་འདྲའི་བསམ་པ་ང་ཚོ། དུས་ཚོད་སྟངས་འཛིན་ག་འདྲེས་གནང་དགོས་ལ་ན་སོ་སོ་ག་དུས་ནས་ལས་སོ་སོ་གི་ལས་ཀ་གལ་ཆེ་ཤོས་ཤིག་དེ་སྔས་ལ་བྱུག་རེད། དེ་འདྲའི་བསམ་པ། ཨེ་ད་ན་ཞིག་ཁྱེད་རང་གི་ཡར་མ་འགྲུལ་བཞུད་བྱེད་དུས་བསམ་པ་ལ་ཡིན་ནི་ཡང་དུས་ཚོད་དེ་དུས་སོ་སྟངས་འཛིན་ཡག་པོ་བྱེད་བྱས་དེ་དུས་ཚོད་དེ་ཡག་པོ་བེད་སྤྱོད་གཏང་གནང་དགོས་རེད།